དུ་ཆ་བཞག་ན་ཆོས་ཀྱི་སྙིང་པོ་བྱང་ཆུབ་སེམས་རེད། བྱང་ཆུབ་སེམས་དཔེར་ན་ཇི་མཐུན་པར་རེད་དེ་སེམས་པ་བཟང་པོ་བྱས་ཚད་དེ་རེད། སེམས་པ་བཟང་པོ་བྱས་པ་ཡིན་ན། རེད་དང་ང་རང་ཚོ་བློ་འདི་ཀ། སེམས་པ་བཟང་པོ་བྱས་སུ་ལ་ཡིན་ནི་ཕན་སེམས་སྐྱེ་ཡག་ཆེ་མ་གཏོགས་གནོད་པའི་བསམ་པ་དང་ཕྲག་དོག་དང་འགྲན་སེམས་བྱ་ཡག་ནི་མེད་པ་བྱས་བྱས། ཕན་པའི་བསམ་པ་ཅིག་སྐྱེས་པ་ཡིན་ན། ཕན་པའི་བསམ་པ་དེ་སྐྱེས་ཙམ་ཉིད་ནས་སོ་སོའི་སེམས་ལ་ཡག་ཤི་དེ་ལེགས་རེད། སྐྱེས་གསུམ་ཉིད་ནི་སེམས་ལ་ཡ། དངངས་སྐྲག་ཉུང་འགྲོ་རེད། ཤེས་སོང་ཨ། འཇིགས་སྣང་ཉུང་འགྲོ་རེད། ག་རེ་བསམ་ན། འཇིགས་སྣང་དང་དངངས་སྐྲག་ཟེར་ཡ་དེ། ང་གཅིག་བྱས་མི་ངན་བསམ་པའི་ཐོག་ནས་དངངས་སྐྲག་སྐྱེ་དགོས་རེད་བ། འཇིགས་སྣང་སྡུག་ས་སྐྱེ་དགོས་རེད་བ། ཐེ་ཚོམ་ཟེར་ཡ། དེ་ག་ཚོད་མི་ལ་དོགས་པ་ཟེར་ཡ་ཟེར་དེའི་ཐོག་ནས་ཡོང་གི་འདུག་བ། ཕན་པའི་བསམ་པ་ཅིག་ཡོད་པ་ཡིན་ན། ཨེ་ནི། ཕན་པའི་བསམ་པ་བསལ་ཏེ་གཞན་ལ་ཡང་ཕན་པའི་བསམ་པ་སྐྱེ་དགོས་རེད་དཱ། ཕན་པའི་བསམ་པ་སྐྱེས་ཡོད་དུས་ནམ་རྒྱུན་དོགས་པ་ཟ་ཡག་དང་འཇིགས་སྣང་ཡོང་ས་དེ་གཞན་ནས་ཡོང་གོ་རེད་མ་གཏོགས་སོ་སོ་སོ་མར་བ། ས་དེ་འདྲ་ཡིན་དུས་ཁོ་ཅིག་འཇིགས་སྣང་སྐྱེ་ས་ཁོང་ཁྲོ་སྐྱེ་ས་ཕྲག་དོག་སྐྱེ་ས་དེས་དེའི་ཡུལ་ཁོ་རང་ལ་རྩ་ཆེན་པོ་བརྩིས་ནས་དེ་ལ་ཡང་ཕན་པའི་བསམ་པ་ཞིག་སྐྱེས་ཡོད་པ་ཡིན་ན། ཁོ་ཆགས་སྡང་སྐྱེ་སྲིད་ད་ཆགས་སྡང་ཟོར་བས་ད་གང་ལྟར་ཅིག་ཞེ་སྡང་དང་ཅིག་ཨེ་ནས་ང་རྒྱལ་དང་ཕྲག་དོག་དང་འགྲན་སེམས་དང་ཐེ་ཚོམ་དང་ཟད་དུ་ཟོས་བྲལ་དོགས་པ་རྣམ་རྟོག་ཟད་དུ་ཟོས་བྲལ་དེ་ཁོ་སྐྱེ་སའི་གཞི་ཁོ་རང་ཡིད་དུ་འོང་བ་ལ་བལྟས་ཡོང་དུས་ཙམ་ནས་ཁོ་རང་བཞིན་གྱིས་བློ་བདེ་བག་ཅིག་ག་སོགས་རེ་བས་ཅིག་དངངས་སྐྲག་མེད་བདེ་བ།

དེའི་ད་ག་ཚེ་བྱིན་རླབས་གཅིག་གིས་སེམས་ཞི་བདེ་སླེབས་པ་མ་རེད། སེམས་ཞི་བདེ་དཀྲུག་ངན་དེ་ཡི་དེ་གི་གུ་ལྡོག་ཕྱོགས་ཀྱི་ཕན་པའི་བསམ་པ། དཀྲུག་ངན་དེ་གནོད་པའི་བསམ་པ་དག་གཞན་ལ་གཅིག་གིས་གཞན་དག་ལྟོགས་སུ་འཕགས་གཅིག་གིས་ཐག་རོ་བསྲིངས་བྱས། ང་སུ་ཚུགས་སུ་དེ་རྩ་ཆེན་པོ་ཞིག་རྩིས་གཞན་སུ་དེ་ཕ་སུ་དེ་ཐག་རིང་པོ་ཞིག་ཆགས་ང་ལ་གཞན་གིས་གནོད་མི་ཡོང་ངན་གཞན་གིས་ང་ལ་འགྲན་ཡོང་གི་འདུག་ག་བསམ་པ་དེ་ཅིག་བློ་དེ་སྐྱེས་ཡོང་དུས་ཨེ་ནི་མ་བསྡད་ཡོང་གོ་རོ།

སེམས་ལ་ཡ་གཅིག་བྱམས་བརྩེའི་བློ་ཁ་ཚད་ཤུགས་ཆད་ཡོད་པ་དེའི་ཚོད་ཀྱིས་ལུས་པོའི་འཕྲོད་བསྟེན་ཡག་ཡོད་པ་ཅིག་ཁྲག་ཤེད་ཆག་འགྲོ་ཡག་ཅིག་སེམས་ནང་ལ་རྔམ་དྲག་ཉུང་འགྲོ་དེ་ཡག་ད་དེར་གི་སུ་དངོས་སུ་མཐོང་དེ་གི་འདུག་ས་དེ་འདྲ་ཡིན་དུས་ཙང་ནས་གང་ལྟར་བློ་ཆོས་སོང་བྱུང་ན་འཕྲལ་དུ་སོ་སོ་སེམས་སྐྱིད་པ་ལུས་བདེ་བ་ཁོར་ཡུག་དེ་ཡི་དེ་ཞི་བདེ་ཞིག་སླེབས་ཐེབས་ངེས་ཅིག། ཡག་པོ་འདུག་ག་ནགས་ཚལ་དེ་འདྲ་ཡིན་དུས་ཆོས་བྱས་ཆོས་བྱས་ཟེར་ཡ་དེ་བློ་ཆོས་སོང་ཅིག་གུག་ཡ་བློ་ཆོས་སོང་བ་ལ་དང་བས་ཀུན་ནས་བླངས་ཏེ་བྱེད་དགོས་རེད་དང་བས་ཀུན་ནས་བླངས་པ་ལ་རྒྱུ་མཚན་མཐོང་བའི་སྒོ་ནས་དེ་ལ་ཡིད་འཕྲོག་པ་ཅིག་གུག་གི་ཡོད་རེད་བ་དེ་འདྲ་ཡིན་དུས་ཤེས་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག།